ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ལྟ་ང་དགུ་པ་པོའི་བོད་ཕྲུག་ཆེན་འདི་ལ་ཡོད་སྤྱི་ཟླ་དགུ་པའི་ཚེས་པ་སུམ་བཅུ་ནས་ཧི་མ་ཅལ་མངའ་སྡེ་ཡི་ཁྱབ་ཁོངས་སུ་ཡོད་པའི་བལ་བོའི་ལྷ་བྲག་མཁར་གྱི་རི་གླང་འདུས་རྫོང་སྐབས་བཅུ་གཅིག་པ་དེ་ཚོ་དང་འཚོ་བཞིན་པ་རེད། དེ་འདྲས་མ་སོང་ཙང་ང་ཚོའི་རི་གླང་འདུས་རྫོང་དེ་དང་འབྲེལ་ཐུག་ལ་ལྟ་གྲུབ་དགེ་རྒན་རེ་ད་ནང་བཞིན་མཉམ་ཞུགས་གནང་མཁན་ལྷག་མ་ཁག་ཅིག་ལ་བཅར་འདྲི་ཐུང་ངུ་ཞིག་བྱ་རྒྱུ་ཡིན།

སྙིང་དུ་སྤྱན་སྔ་ལ་དགེ་བཤེས་ཤ་ནས་དང་པོ་དེ་ལ་ཡང་ཉིད་དུ་བཅུ་བདུན་ལ་ལ་ཡང་བུ་ཕྲུག་ཆིང་འདི་ལ་ཡང་ཟླ་སྟེང་ལ་ཡང་དང་པོ་ང་རིང་ལོ་དགེ་རྒན་བྱས་ནས་རོ། ནི་ལོ་གཉིས་བྱས་ཡ་ནི་ཉིད་དུ་བཅུ་དགུ་ནས་ང་སྒོ་པ་པོ་ནི་ཚུལ་ཡ་ནི་རིང་ལོ་དགེ་རྒན་བྱས་ནས་ཡ་ནི་ད་ལྟ་བར་ལ་ང་འདི་རིང་ལོ་དགེ་རྒན་བྱས་འདི་ཡོད། ལགས་སོ་དེ་ནས་ད་རིང་ལྷ་བྲག་ཁག་གི་རིང་ལོ་འདུས་མཚུངས་ཐེངས་མ་བཅུ་གཅིག་པ་དེ་བྱ་དགོས་འདའ། དེ་ནས་བ་སོ་ཐེངས་མ་དང་པོ་དེ་ག་དུས་སུ་ནི་འགོ་བཙུགས་མེད་དང་དེ་འགོ་བཙུགས་དགོས་རྒྱུ་མཚན་དང་རྒྱུ་མཚན་ག་རེ་ནི་ངོ་སྤྲོད་ཅིག་གནང་རོགས་ཞུ། ལགས་སོ།

ཁོ་རང་ཚོ་ལ་བུ་བཅུ་དང་བུ་མོ་བཅུ་མ་ཐོན་འཛིན་བྱེད་ཐུབ་ཡོད་མ་རེད། དེ་འདི་ད་ལྟ་བརྡུངས་ནས་ང་ཚོ་གི་ས་གནས་ཀྱི་རིག་ལམ་འཛུལ་ཞུགས་བྱེད་མཁན་དང་ཤོག་ཐག་ཁག་ནས་ཕེབས་མཁན་གྱི་སྤུ་གུ་ཚང་མ་ཡང་བརྡུངས་པ་ཡིན་ན་ཨ་ནི་སུམ་བརྒྱ་ལྷག་ཅིག་ད་འདི་ང་ཚོ་གི་རིག་ལམ་འདུས་སྡོད་ཆེན་པོ་དེ་ལ་ཡང་རྙོག་འཛིང་བྱེད་མཁན་དེ་འདྲས་ཡོད། ལགས་སོ། དེ་ནས་ད་རིང་འདུན་གཏོང་ཐེངས་བཅུ་གཅིག་པ་ནང་ལོ་ལ་ཉི་མ་ཕལ་ཆེར་སྔ་ཟིག་ཚོགས་འདུག་ར་དེ་ནང་ལོ་ལས་རིང་ངོ་སྤྲོད་ཅིག་གནང་རོགས་ཞུ་དང། ལགས་སོ་ལགས་སོ།
ད་ང་ཚོ་གི་རིག་ལམ་འདུས་གཏོང་ཆེན་པོ་དེ་ཁ་སང་ཕྱི་ཟླ་དགུ་པིག་གི་ཚེས་སུམ་ཅུ་ཉིན་མ་འགོ་བཙུགས་རེད། ཕྱི་ཟླ་དགུ་པིག་ཚེས་སུམ་ཅུ་ནས་ཨ་ནི་ཕྱི་ཟླ་བཅུ་པིག་གི་ལྟ་རིགས་ལྔ་བར་དེ་ང་ཚོ་གི་ལས་རིང་རེད།

ཨ་དེ་འདྲ་བྱས་ནས་ཁོ་རང་ཚོ་གི་བཀའ་སློབ་དེ་འདྲའི་རིང་ལང་སྙིང་མ་འདི་ཡིན་ན་ད་རིང་ལང་དེ་ཞེ་དྲག་དག་ཆོག་འགྲོ་མེད་དེ་ཀ་ལ་སྤུ་གུ་ཚོ་གི་མི་གསུང་མི་བཤད་འགལ་བ་དོན་གྱིས་ཚིག་འདྲ་བོ་ནི་མ་གཏོགས་དོན་དག་དངོས་ཡོད་གནས་ཚིག་ལ་དྲི་བ་བཏང་ཡ་དག་ཚིག་ལན་བཅོན་ཡ་དེ་ཚོ་སྙིང་མ་འདྲ་ཞེ་དྲག་བྱེད་ཐུབ་ཡོད་མ་རེད། ད་དེང་སང་འདི་ཡིན་ན་སྤུ་གུ་རེ་རེ་ཡིན་ན་ཡར་ལང་གྱི་རྟགས་གསལ་བཏང་ཡ་དག

ཨ་ནི་དོ་སྣང་བྱེད་སྟངས་དང་པད་མ་སྲིད་པའི་ཧ་ལས་པའི་ཡག་པོ་ཡོད་རེད་ཡིན་པ་ཡིན་ན་ཡང་ད་ཕོ་ཁུ་ལ་དོ་སྣང་ཡོད་པ་ཡིན་ན་ཡང་ཕོ་ཁུ་ལ་ཡང་འཇང་དབྱངས་ཀྱི་ད་ལུགས་མཆན་དེ་མང་པོ་ཞུ་བཞིར་བ་དེ་འདྲའི་ཡང་མང་པོ་ཞུ་བཞི་ཡོད་དུས་ཙམ་པ་ཨ་ནི་རིགས་ལམ་ལ་ཡང་དུས་ཚོད་དང་ཚོགས་ཐེངས་དང་གང་བྱེད་ཐེངས་ནས་དེ་གས་མང་པོ་ཞིག་མ་རག་ཡོང་དུས་ཙམ་པ་དོ་སྣང་ཡོད་པ་ནང་བཞིན་གཅིག་གིས་ད་ཡང་གར་ཟེར་བ་ད་ཕོ་ཁུ་ལ་ཡང།

གཞན་པ་དེ་འདྲའི་གི་ཡང་གདམ་ཁ་ཡོད་པ་ཡིན་ན་ཁྱོད་རང་དཔེར་ན་གཞན་པ་ལ་ཡང་རིག་གཞུང་འདུ་འཛོམས་ལ་སོགས་པ་དེ་འདྲའི་རེ་འགྲོ་ཡ་ཡོད་རེད་རིག་ལམ་ལས་འགྲོ་ཡ་ཡོད་རེད་ག་པར་འགྲོ་གི་ཡིན་ཟེར་གདམ་ཁ་བྱེད་དུས་ད་སྤོ་སྒུག་ཕལ་ཆེ་བ་དེ་རིག་ལམ་ལ་ཡང་གདམ་ཁ་བྱེད་ཀྱི་འདུག་ཨ་དེ་བྱེད་དུས་ཙམ་ལ་ད་དོ་སྣང་ཧ་ལས་པ་ཡག་པོ་ཡོད་ཤེས། དེ་ནས་རིག་ལམ་འདུན་ཙོང་ཙི་ཡིས་སྤོ་གསུག་གི་ལྷ་གཞུང་ཡར་རྒྱས་དང་དེ་འདྲའི་ཕན་ཐོག་ག་ཚོད་ཟིན་ཡོང་གི་འདུག། ལེ་ཟེར།
ད་ང་རང་གིས་ལྟ་ཚུལ་བྱས་པ་ཡིན་ན་ཡང་སྤོ་སྒུག་རིག་ལམ་ག་ཚོད་ཡག་ཨ་དེ་གི། སློབ་སྦྱོང་དེ་ཡག་ཡོང་གི་འདུག་བསམ་ས་ཞིག་དང་ང་རང་གི་འཚོ་བ་དེ་འདྲས་བྱོས། ཨ་ནི། ང་རང་ཙམ་མ་ཡིན་པར་ངའི་སློབ་ཚན་རྒན་ལ་གཞན་པ་ལས་སྐད་ཆ་དྲིས་ཡིན་པ། རིག་རིམ་ཡག་པོ་ཡོད་དེ་ངས་ཁྲོ་ཚོགས་པུ་གུ་བསམ་བློ་བཏང་སྟངས་ག་འདྲས་འདུག་སློབ་སྦྱོང་ག་འདྲས་ཡོད་ཟེར་དྲིས་དུས། རྒན་ལགས་ཚོ་གིས་རིག་རིམ་ཡག་པོ་ཡོད་ངས་ཁྲོ་ཚོགས་པད་མ་སྲིད་པའི་ཡག་པོ་འདུག་ཟེར་དམིགས་བསལ་དེ་ཚན་རིག་དང་ཨང་རྩིས་ལ་ཡང་དྲི་བ་མང་པོ་ཞེ་བོ་བཀོད་གི་འདུག་དྲི་བ་མང་པོ་ཞེ་བོ་བཏང་ཐུབ་གི་འདུག་དེས་རིག་རིམ་དེ་དཔེ་ཕན་ཐོགས་ཆེན་པོ་འདུག་ཟེར་བ་དེ་འདྲས་གསུངས་གི་འདུག་ག། དེ་ནས་མ་འོངས་པར་ཡང་རིགས་ལམ་འདུལ་འཛོམས་ཀྱི་ཆེད་དུ་སློབ་གྲྭ་སོ་སོ་རེད་ཡང་ན་སློབ་མ་སོ་སོ་གིས་ཡར་རྒྱས་གཏང་དགོས་ས་གྲ་སྒྲིག་བྱེད་དགོས་ས་དེ་འདྲ་ག་འདྲ་གར་མཐོང་འདུག། ཨོ་ལེས་ལེས་ད་དེ་དྲི་བ་དེ་དཔེ་ཡག་པོ་འདུག་ལ། ད་དེ་དང་པོ་དང་པོ་དེ་ལས་ད་སྤོ་གུ་ཚོ་ལ་ཡང་དོ་སྣང་ཡོད་ན་ཡང་སྤོ་གུ་ཚོ་ལ་དུས་ཚོད་ཀྱི་དཀའ་ངལ་འདུག་ད་སྤོ་གུ་ཚོ་ལ་ཡང་འཇང་དབྱངས་ཀྱི་དུས་ཚོད་དེ།

སྦྱོང་བརྡར་བྱས་བྱ་ཡ་དེ་གི་པད་མ་སིའི་ཕན་ཐོག་ཆེན་པོ་ཡོད་ད་སྦྱོང་བརྡར་པས་ན་ང་དེ་སྤུ་གུ་ཉི་ཤུ་མ་གཏོགས་ཡོད་མ་རེད་དེ་ལས་ཁ་སིན་མ་གིའི་སྦྱོང་བརྡར་བྱས་ཉིན་ལ་ཡ་སྤུ་གུ་དྲུག་བཅུ་ཡིན་མིན་ཤོད། སྤུ་གུ་དྲུག་བཅུ་ཡིན་མིན་དེ་ནི་ད་སྤུ་གུ་ཉི་ཤུ་ཐམ་པ་གོ་སྐབས་རག་ཡོད་རེད་བ། ད་དྲུག་བཅུ་ཐམ་པ་དེ་འདི་ན་ལ་ཡོང་ཡ་མ་རག་པའི་ནས་ཁོ་ཚོ་སྦྱོང་བརྡར་བྱས་བྱ་ཡོད་རེད་བ། དེ་སྦྱོང་བརྡར་བྱེད་ཡ་དེ་གི་པད་མ་སྲིད་པའི་ཡ་གྱལ་ཆེན་ཡོད་རེད་དེ་འདྲས་སོང་ཙང་ད་དེ་འདྲས་གི་སྦྱོང་བརྡར་བྱེད་ཡ་དང་རིགས་ལམ་འདུ་འཛོམས་འདི་ཚོ་གི་ཆེད་དུ་གཅིག་འཛིན་སྐྱོང་ནས་འགྲོ་སོང་གཏང་གི་ཡོད་ནི་རེད་ཡང་གང་འདྲས་ཐབས་ཤེས་བྱེད་གི་ཡོད་ནི་གང་ཅི་རིགས་ལམ་འདུ་འཛོམས་དེ་ཡ་གྱལ་གཏང་ཡ་དེ་པད་མ་སྲིད་པའི་གྱལ་ཆེན་པོ་རེད་ཤ་ཨོ་དེ་འདྲས་ཞིག་གཏོང་སོང་ལས་སེ་ཐུགས་ཆེ་གནང་རྒན་ལགས་ལ་ཚང་འདྲིའི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ནི་རྒན་ལ་ཐུགས་མ་དངོས་བྲོ་ཐུང་ཐུང་ཅིག་གནང་རོགས་གྱིས།

ང་རང་གིས་དེ་ངོ་ནས་ཏན་ཏན་བོན་ཡིག་འདི་དག་ཚང་ན་ཤུགས་ཆེན་པོ་བྱུང། ལགས་སོ། དེ་ནས་རིན་ལམ་འདི་མཚུངས་དེའི་ཆེད་དུ་ཡང། མོང་པ་ལྷ་གྲྭ་སོ་སོ་རེ་ལྷག་མ་སོ་སོ་གི་འགན་འཁྱེར་དགོས་ས་ཡར་རྒྱས་གཏང་དགོས་ས་དེ་འདྲའི་གཟིགས་སྐོར་དང། ཨོ་ད་དེ་ཚད་མ་རིག་པ་དང་མ་འོངས་པ་ནས་ཡར་རྒྱས་གཏང་དགོས་ས་དེ་ག་ལ་ངོ་ནས་དེ་ད་སློབ་གྲྭ་སོ་སོ་གི་སློབ་ཕྲུག་རྣམ་པ་ཚོ་ད་དེ་འགན་འཁྱེར་བ་དེ་ཞེ་པོ་གཅིག་གལ་ཆེན་པོ་ཞིག་མཐོང་གི་ཡོད་ང་རང་གིས། གང་ཡིན་ཟེར་ན་ད་ང་རང་ཚོའི་བོད་ཀྱི་ཆོས་དང་རོལ་ཆུང་ཟེར་བ་དེ་རྩ་ཆེན་པོ་གལ་ཆེན་པོ་འཛམ་བུ་ལ་སྤྱི་ཡི་བྱིས་ནོར་ཟེར་བ་དེ་ང་ཚོ་ད་བོད་བོད་ཀྱི་ང་ཚོ་རོལ་ཆུང་ངོ་ཡ་ཡོད་ན་མེད་ན་ད་ནང་ཆོས་ཚད་མ་རིག་པ་དང་འབྲེལ་བའི་ལྟ་གྲུབ་བོད་སྐད་ལས་འདི་བྱ་དགོས་ཡོད་རེད་བྱས་ཙང་འདི་ཉམས་པ་ཡིན་ན། འོ་ད། བོད་ཡིག་ཉམས་འགྲོ་གི་ཡོད་རེད་བོད་སྐད་ཉམས་འགྲོ་གི་ཡོད་རེད། འཛམ་བུ་ལ་སྤྱི་ཡི་ཆུ་ནང་ཉམས་ཉམས་འགྲོ་གི་ཡོད་ང་རང་ཚོ་བོད་པ་གི། དེང་སང་བོད་ཀྱི་འཛམ་བུ་ལའི་སྡིངས་ཆ་འདི་ག་ལ། སྤྱི་བ་དོན་ཡག་འདྲ་བོ་དེ་སྤྱི་ནང་འདྲ་བོ་ངོམ་ཡག་ཡོད་ན་མིན་ན་ང་རང་ཚོ་འདི། ནང་བསྟན། རིག་པ་ནང་ནས་སྤྱི་ཚང། རིག་གནས་ཆེད་ང་ཚོ་ཕྱོགས་ང་ང་ཡོད་རེད་སྤྱི་ཡི་ནང་ནས་སྤྱི་ཚང། ནང་བསྟན་རིག་པ་འདི་ད་ཤིང་གཙང་འདྲ་བོ་ཆགས་ཡོད་རེད། སྤྱི་ཚང་ཤིང་གཙང་བོར་ནས་གཙང་བོར་ནས་ཡལ་ག་མང་ཙམ་ཡང་སོང་གི་ཡོད་རེད་ང་ཚོ། ཅིག་རྩ་བ་འདྲ་པོ་ནང་བསྟན་རིག་པ་དེ་ནི་རྩ་བ་དང་བོ་ཚ་བ་ཡིན་ན་ད་ང་ཚོ་བོད་ཡིག་དང་བོད་སྐད་དང་དེ་ཚོ་དེ་དེ་ཡོར་དུ་ཡོད་དོ་ཉམས་པ་ཡིན་ག་རེད་དུ་ཡོད་དུ་ཁོ་ཤེས་མི་དགོས་རེད་དུ་ཡོད་རེད་ནང་བསྟན་རིག་པ་ལས་ང་ཚོ་ཚད་མ་རིག་པ་འདི་རྒྱལ་སྤྱིའི་སྟངས་ཐོས་བ་ཡིན་ན་ང་རང་ཚོས་ནི་བོད་ཡིག་དང་བོད་སྐད་དང་འོ་ད་དེ།

ཁོ་རང་ཚོ་བོད་ཡིག་དང་བོད་སྐད་ག་ཚོད་ག་ཚོད་སྦྱང་གིན་འདུག་ཨོ་སྐྱིད་ས་དེ་འདི་མ་འོངས་པར་ཡར་རྒྱས་གཏང་དགོས་ཏེ་ང་ཚོའི་སྐྱབས་བཅོལ་ནང་ལོས་ལས་སློབ་གྲྭ་ཁག་མང་པོ་ཡོད་རེད་དེ་ནང་ལོས་ལས་བྱེད་ཙང་ནང་བསྟན་རིག་པ་ནང་བསྟན་རིག་པ་དང་འབྲེལ་བའི་ཚད་མ་རིག་པ་ནང་པའི་ལྟ་གྲུབ་ཨོ་དེ་ཚོ་དེ་ཡར་རྒྱས་གཏང་མི་ཐུབ་པ་ཡིན་ན་ང་ཚོ་མ་འོངས་པ་ནི་བོད་ཡིག་དང་བོད་སྐད་དང་བོད་ཀྱི་གོམས་གཤིས་དང་ཨ་བོད་ང་ཚོ་བོད་པ་གི་འཛམ་བུ་གླིང་ག་ལ་ངོ་མ་ཡག་གི་རྗེན་ཆ་འདྲ་པོ་དེ་ཆ་ཚ་བརླག་འགྲོ་གི་ཡོད་རེད་ཨོ་ཁྱེད་ཚོ་དེ་ཡག་གི་བཏང་གི་གང་གང་འགན་ཆེན་པོ་ཡོད་རེད་དྲན་གི་འདུག་ཨོ་དེ་སྐད་ཆེན་པོ་ཐོང་བརླག་སོང། ལགས་སོ་དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ད་རིང་དེ་རི་ལང་བདུན་རྫོང་ཐེན་མ་བཅུ་གཅིག་པའི་ཐོག་ལ་ཨ་ནི་མཉམ་ཞུགས་གནང་མཁན་ང་ཚོ་ལྷག་མ་ཁག་དྲུག་ལ་བཅར་འདྲི་ཐུང་ཐུང་ཞིག་བྱ་རྒྱུ་ཡིན།

ལ་སོགས་དེ་ནས་དྲི་བ་གཉིས་པ་དེ་དེ་ནི་འགོ་བཙུགས་ར་དྲི་བ་གཉིས་པ་དེ་དེ་ཡིན་རིན་ལང་ཞང་ཡང་དེ་ག་དུས་སུ་ནས་ཞང་ཡང་འགོ་བཙུགས་ཡོད་མེད་དང་ཨ་ད་ནང་བཞིན་རིན་ལང་ཞང་ནས་སོ་སོ་ལ་ཕན་ཐོག་ཆེ་ཤོས་འགྲོ་བ་ག་རེ་བྱུང་སོང།
ང་རང་ཡིན་ན་ནི་རིགས་ལམ་དེ་ག་རེ་འཛིན་གྲྭ་གོ་སྐབས་འཛིན་གྲྭ་ནས་ནི

ང་རང་ཡིན་པ་ན་ད་དང་ཤོས་ཡིན་ལ་རིགས་ལམ་ང་རང་ད་ཤོད་བོད་ཁྱིམ་ནང་ནས་སྦྱངས་པ་ཡིན་ཨ་ནི་ང་རང་ཇི་ན་གཉིས་བ་སྐབས་དེ་ནས་སྦྱངས་ཡག་དགོས་ཚུལ་ཡིན་ར་ཨ་ནི་ད་རིགས་ལམ་སྦྱངས་ནས་ང་རང་ལ་ཕན་ཐོག་ག་རེ་བྱུང་ཟེར་ན་ང་རང་ཚོ་སློབ་ཚན་ལ་སློབ་ཚན་ག་རེ་ཡིན་ན་ད་དོགས་པ་ཡོད་རྒྱུ་ཚང་མ་སུ་སུ་དགེ་ལ་བྲིས་ཡ་ད་དོགས་པ་ཚང་མ་སེལ་ཡ་ད་དེ་ག་ལ

ང་རང་འགྲོ་ཡི་ན་ད་རིག་ལམ་དེ་འཛིན་འདྲ། གསུམ་པ་ནས་སྦྱངས་ཡིན་ཨ་ནི་དེ་ནས་མ་གསུམ་པ་ནས་སྦྱངས་ཡིན་ཨ་ནི་ད་ད་ལྟ་འགྲོ་ཆ་ཤ་ན་ང་ད་རིག་ལམ་དེ་ཟོམ་ནས་ཐེངས་མ་གཉིས་འགྲོ་ཡ་གོ་སྐབས་རག་སོང་ཨ་ནི། ད་རིག་ལམ་དེ་ཟོམ་གྱི་ད་རིག་ལམ་གྱི་ཆེད་ནས་ཨ་ང་རང་ཨང་རྩིས་དང་ཚན་རིག་སྦྱངས་ཡ་ལ་དམིགས་བསལ་གྱི་ཕན་ཐོགས་ཡོད་དུས།
ད་ང་རང་ཡིན་པ་ན་རིགས་ལམ་འདི་འཛིན་གྲྭ་གསུམ་པ་ནས་སྦྱངས་ཡིན་ར་ཨ་ནི་ད་འདི་དེ་ཡ་གལ་སྲིད་ད་ལྟ་དེ་རྩིས་བྱ་བ་ན་ང་ཡ་རིགས་ལམ་ནས་གསར་རེ་ཞིམ་པ་འགྲོ་ཡ་གི་གོ་སྐབས་དེ་གསུམ་པ་དེ་བྱས་ཡི་རེད་ཨ་ནི་ད་ང་རིགས་ལམ་སྦྱངས་ནས་ཡ་ཕན་ཐོག་ཁར་ཐོག་སོང་ན་ད་འདི་དེ་གི་ང་ཚོ་བསམ་བློ་བཏང་སྟངས་དང་སྐད་ཆ་བཤད་སྟངས་འགྲོ་འདི་ཤ་ཟེར་ར་ཨ་ནི་སྐད་ཆ་བཤད་སྟངས་ལ་བ་ན་ད་ང་རང་ཚོ་གར་བཤད་དགོས་བ་ཡིན་ན་ཡ་འགྲིག་གི་རེད་གི་ཨ་ནི་འདི་བཤད་བ་ན་ག་འདྲི་རུ་བཤད་དགོས་ཡ་དེ་ཚོ་ཚང་མ་འགྲོ་ལ་བསམ་བློ་བཏང་གི་ད་འོང་འདི་རུ་ཡོང་ཟེར་ར་ཨ་ནི་ད

རིགས་ལམ་བློས་བྱས་བཤད་ན། ད་དང་པོ་སྦྱངས་དུས་ད་མི་སུ་ཡིན་ནས་ད་ལས་ཀ་གཅིག་དང་པོ་བསྐོ་བཅུག་དུས་བསམ་པ་དཀའ་ལས་ཡོད་ར་ཨ་ནི་ད་དང་པོ་བྱེད་དུས་སྦྱངས་དུས་བསམ་པ་ང་དེ་དཀའ་ལས་ཁག་པོ་རུ་མཐོང་ཟེར་ར་ཡིན་ནས་ད་བྱུས་ལ་སྦྱངས་གིས་སྦྱངས་གིས་ད་དེ་བཤད་ར་ཨ་ནི་རིགས་ལམ་ལས་དེ་ད་སུ་སུ་གཙོ་བོ་ཀླད་པ་བུ་བཅུ་བཏང་ནས་དེ་བྱས་རེད་མ་གཏོགས་ཨ་ནི་རིགས་ལམ་ཀླད་པ་བུ་བཅུ་མ་བཏང་རིགས་ལམ་ཤེས་ཀྱི་མི་འདུག་ལ་འདས་ཡ་ཡོད་མ་ར་འོན་ཏེ་ཨ་ནི་ད་ང་རང་གི་ཐོག་ནས་ད་འབད་བརྩོན་རུ་བྱས་ནས་རིགས་ལམ་སྦྱངས་དུས་བསམ་པ་ལས་སླ་བོ་རུ་ཚོར་གྱི་འདུག་ཨ་ནི། རིགས་ལམ་གྱི་དོན་དུ་ད་ང་རང་ཚོ་ལ་ཕན་ཐོགས་མང་པོ་ཡོད་ས་ནི་ང་རང་མུ་མཐུད་ནས་རིགས་ལམ་སྦྱང་དགོས་རེད་བསམ་གྱི་འདུག།
རིགས་ལམ་ལ་དེ་ང་ཚོ་ད་ང་བོད་ཕྱི་ན་ང་རོ་ཡིན་ན་ད་ནོན་ཏི་བེ་རེན་ར། ཨན་ནོན་ཏི་བེ་རེན་འདི་ང་དེ་སི་ཁག་པོ་རུ་ཚོར་ས། ཨན་ཁག་པོ་ཡིན་དུས་ད་ནི་གེ་ལེ་གེ་ལ་ལ་སྐད་ཆ་འགྲོ་ཁྲིད་ཡེ་འདི་བྱེད་ནས་ཨམ་ཐང་ཤོད་ད་ལ་མུ་སུམ་མུ་ཤི་ཡག་པོ་བྱིན་ས།

ལས་ལ་རུ་དྲའི་ད་དེ་གས་བྱུང་ཟེར་རང་ཨ་ནི་ད་ང་རང་ང་ད་ང་ཆ་བཞག་ཡ་ན་ད་ད་རིག་རིག་ལམ་དེ་ཕན་ཐོག་ཡོད་ད་ང་ད་ད་མུ་མཐུད་ནས་བྱ་ང་ད་དེ་གས་བྱོས། ང་དང་པོ་བྱང་དུས་གོ་ལ་ད་ཡོད་རང་ང་འདོད་པ་ད་མེད་རང་ང་འདོད་པ་མེད་དུས་གོ་ལ་ང་དང་པོ་ད་དོ་སྣང་ད་དོ་སྣང་བྱས་མེད་ད་རིག་ལམ་ཡོད་ན་ཡོད་རང། དེ་མ་ཡང་འགལ་ལ་ད་རིག་རིག་ལམ་ལ་དོ་སྣང་བྱས་ན་ཡོད་རང་ད་ཡག་པོ་ལས་སོ་སོ་ཀླད་པ་དེ་ཚོ་ཡར་གི་འགྲོ་དེ་ཚོ་ངས་ཐེངས་དང་པོ་ཡང་ཡག་པོ་ཞིག་དོ་སྣང་སྤྲིངས་པ་དོ་སྣང་སྤྲིངས་རྗེས་ཨ་ནི་ཅིག་སྒོ་ཕྱེ་དུས་ལ་ག་རེ་ག་རེ་བཙོག་ཡོད་མེད་ཡོད་ར་ཨ་ནི་དེ་སྐྱིད་པོ་རོགས་ཡོང་གི་འདུག་ལ་ད་ཙི་ཙི་གོ་ལ་ཡོད་ར་ཨ་དེ་མ་ག་ལེ་ག་ལེ་ཨ་ཙི་ཙི་གོ་ལ་ད་རིགས་ལམ་དེ་ཡང་ད་ང་དེ་བྱང་སྡོད་རོགས་བྱུང་ས་ཞེས་ནས་དྲི་བ་གཉིས་པ་དེ་ག་རེ་ལེ། དྲི་བ་གཉིས་པ་དེ་དེ་རེད་ད་ད་མ་འོངས་པ་ཡང་ཡང་བསྐྱར་མུ་མཐུད་ནས་བྱ་འདོད་པ་ཡོད། འདི་ལྟར་འདོད་པ་ཡོད་དེ་ལ་ཡི་དྭགས་ཡིན་ན་ད་འཛིན་གྲྭ་དགོ་བ་པོ་དང་བྱང་བ་པོ་དང་རྗེས་མ་ལོ་ཐ་མར་དུ་ཡིན་ན་ང་འདོད་པ་ཡིན་ན་ད་འཛིན་གྲྭ་བཅོ་ལྔའི་བར་དུ་ཡོད་དང། ཨཱ་ནི་ང་རང་ཧ་ལས་ཡིན་ན་ནི་ཨཱ་ནི་ད་རིགས་ལམ་ལས་འདི་དང་པོ་ཨོ་ཏོ་མ་ཤེས་ལས་ཀ་ཧ་ཡིན་ན་ད་དཀའ་ལས་ཡོད་རྒྱུ་མ་འདི་ཡོད་མ་རེད་ར་རིགས་ལམ་དེ་ཏོག་ད་དཀའ་ལས་ད་འདུག་ད་ཡིན་ན་ཡང་ད་སོ་སོའི་ངོས་ནས་ད། གང་ཐུབ་ཐུབ་སྦྱངས་ཨེ་འགྲོ་བྱས་ན་ཨ་ནི་ལས་སླ་བོ་འགྲོ་ཟུར་གྱི་འདུག་ཨ་ནི་རིགས་ལམ་དེ་དག་ག་རེ་འགྲོ་རྒྱུ་རེད་ཞེས་ལབ་ན་ང་རང་ཚོ་ཕར་སུ་ལ་དྲི་བ་འགྲོ་བསྐུར་གྱི་ཡོད་ད་ང་དྲི་བ་དང་ལན་འགྲོ་གི་རེད་འདུག་ད་ཨ་ནི་འོན་ཏེ་ཕྱིན་ན་ད་སོ་སོ་ད་མང་པོ་མང་པོ་མང་པོ་བཤད་འགྲོ་གི་དང་ཨ་ནི་སྐྱིའུ་འགྲོ་འདུག་ཨ་ནི་ང་རང་ཨེ་འདྲ་ད་གང་ཐུབ་ཐུབ་ད་ག་ཚོད་མང་པོ་སྦྱངས་ཐུབ་ཐུབ་སྦྱངས་དགོས་བསམ་གྱི་འདུག་རིགས་ལམ་དེ་འདུག་བྱས་ན་ཨ་ནི།
ད་རིང་རི་ལངས་མདུན་ཐུང་ཚེ་སོ་སོ་ངོ་ནས་སང་བཏང་ན་ག་འདྲེ་འགྲོ་བྱུང་སོང་ད་ན་ཤིང་མ་འོངས་པ་ཡང་དེ་འདྲེ་ཡོད་ན་ཡོང་ཡ་ཆ་ཤིག་ཡོད་འདོད་པ་ཡོད། གལ་སྲིད་མ་འོངས་པ་ད་ང་ཚོ་ཛན་དྲ་ཛན་དྲ་རྒྱས་པ་ར་ར་ཨ་ནི་ཛན་དྲ་དགུ་བ་སྐབས་སུ་གུས་སྐབས་རོལ་གྱི་ཡོད་ད་ངོ་དེ་ད་ད་རྫུས་ཐུག་ན་ད་རྫུས་ཤུ་འཆི་འོ་བསམས་ཨ་ནི། ཨ་འོ་ད་ཁ་ལ་འོ་རེད། ད་རིང་ཨ་ཅིག་ག་འདྲེ་བྱུང་སོང་རི་ལངས་མདུན་ཐུང།
ད་འདི་ད་ལོ་ལོ་བ་ཅིག་ད་རི་ལངས་མདུན་ཐུང་ད་ད་མི་མང་པོ་ད་སློབ་ཕྲུག་མང་པོ་མང་པོ་མཉམ་དུ་ཡོད་འདི་འགྲོ་ཆེ་ར་ར།

ད་ལོ་དེ་ལ་ད་སུ་སུ། དངུལ་ལོ་ལས་ད་རིག་པ་ཡག་འགྲོ་ཡོད་ཙང་ད་ལོ་ང། ད་སུ་སུ། ད་ཆོས་ཆོས་ད་ཧ་ཅང་བོར། ད་ཆུང་བ་ད་དེ་གི་རིག་ལམ་ཚུལ་དེ་སུ་སུ། ཁོ་ཡག་ཚོད་ད་དེ་གི་དུས།
ཨ་ནི་མ་འོངས་པ་དེ་འདྲའི་རིག་ལམ་འདི་འཛོམས་ཡོད་ན་ཁྱོས་མཉམ་ཞུགས་བྱེད་འདོད་པ་ཡོད། མཉམ་ཞུགས་བྱེད་འདོད་པ་ཡོད། ལགས་སོ།

ཁྱོད་ད་ལོ་ཐེངས་དང་པོ་རེད། ཐེངས་གཉིས་པ།
ག་འདྲས་འདུག་སྔོན་མ་རྩིས་ཞིབ་བྱས་ན། སྔོན་མ་རྩིས་ཞིབ་བྱས་ན་ད་ལོ་བསླད་ན་ཐང།
སྔོན་ལོ་རྩིས་ཞིབ་ན་ང་རང་ཐེངས་མ་དང་པོ་ར་ཨ་ནི་ད་དེ་ལ་རིགས་ལམ་འདུ་འཛོམས་རེ་ལ་དུས་ཧང་སང་ནས་དེད་དེད་འགྲོ་ད་ཨན་ཕྱིན་དེ་ར་ཨ་ནི་ད་ད་ལོ་བྱས་ན་ད་རིགས་ལམ་འདུ་འཛོམས་རེ་ལ་དུས་དེ་ལ་གྲ་སྒྲིག་བྱེད་དགོས་ཡོད་པ་ད་དེ་འདྲའི་ཚོར་སྣང་ཤུགས་ཆེན་པོ་སྐྱེས་ཨ་ངེད་ཀྱིས་ད་དེ་ལ་ད་ང་རང་ངོས་ནས་འབད་བརྩོན་བྱས་ནས་ཨ་ནི་གྲ་སྒྲིག་བྱེད་དུས་བསམ་པ་ད་ད་ལོ་བྱས་ན་ཨ་ནི་སྔོན་ལོ་ལས་ཡག་རུ་བྱུང་བ་ཚོར་བ་ར་ཤེས། ཨ་ནི་མ་འོངས་པར་མཉམ་ཞུགས་བྱེད་འདོད་པ་ཡོད། ཨ་མ་འོངས་པར་མཉམ་ཞུགས་བྱེད་འདོད་པ་ཡོད། ཨ་ནི་ད་དུང་དམིགས་བསལ་གཅིག་ལ་འདོད་བྱུང་སོང། ཨ་ནི། ད་ང་རང་དུ་ང་ཚོའི་སློབ་གྲྭའི་སྤྲོ་འཆར་བཤད་ན་དཔེ་སྟོན་སློབ་གྲྭ་དེ་སམ་བོ་ར་ཁོངས་གཏོགས་ར། སམ་བོ་ར་ཁོངས་གཏོགས་ཡིན་དུས་ད་ཡང་ད་རིགས་ལམ་འདི་གསུམ་དེ་བོད་ཁྱིམ་གྱི་ཁོངས་ད་བོད་ཁྱིམ་རིགས་ལམ་འདི་གསུམ་ར། ཨ་ནི་ད་ངེད་ཀྱིས་དེའི་ཐོག་ནས་སྙན་ཐོ་ད་བཅར་འདྲི་དེ་ནས་ཨ་ནི་བོད་ཁྱིམ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ག་ཅི་ལ་ན་ད་ང་ཚོ་དཔེ་སྟོན་སློབ་གྲྭ་དེ་སམ་བོ་ར་ཁོངས་གཏོགས་ཡིན་ནས་ད་རིགས་ལམ་འདི་གསུམ་དེ་ནང་ང་ཚོ་འཛུལ་ཞུགས་མཉམ་ཞུགས་བྱེད་འཇུག་མཉམ་ཞུགས་བྱེད་འཇུག་བ་དང་ཨ་ནི། ང་ཚོ་ལ་སྟབས་ད་ལོ་ཡིན་ན་ང་ཚོ་དཔེ་སྟོན་ལྕགས་པོ་ལྔ་བཅུ་ལྷག་ཙམ་ཨ་ནི་དེ་ལ་རིགས་ལམ་དུ་རྩོམ་ལེན་དུ་འཚམས་པ་ཨ་ནི། འགྲོ་སོང་དང་དེ་འབྲེལ་གྱི་ནང་དུས་འདྲ་ཆེ་རིང་ག་ཁ་ལག་གི་འགྲོ་སོང་དང་དེ་ཨའི་གི་འགྲོ་སོང་དང་དེ་ཚོ་ཚང་མ་བོད་བོད་ཁྱིམ་ཁོ་རང་རང་ནས་བཏང་བ་སོང་ཙང་ཨ་ནི་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཨ་ནི་རྗེས་མ་ནས་ཨ་ནི་ང་ཚོ་དཔེ་སྟོན་སློབ་གྲྭ་ལ་གོ་སྐབས་དེ་འདྲའི་རིགས་ལམ་དེ་ཚོ་མང་གོ་སྐབས་མང་ཙམ་གནང་རོགས་ཞེས་ཞུ་རྒྱུ་ཡིན་དེ་ཕྱིར་ན།
རང་རིག་ལམ་དུས་མཚུངས་ནས་སྙོམས་ཞུགས་བྱེད་པ་ད་རིང་ཐེངས་མ་ག་ཚོད་པ་དེ་རེད། འདི་ཐེངས་མ་གསུམ་པ་དེ་རེད། གསུམ་པ་དེ་རེད་ཨ་ནི་སྔོན་མ་དང་ད་ལྟ་བར་ལ་སོ་སོ་ཡར་རྒྱས་འགྲོ་རྒྱུ་འདྲ་བོ་དེ་འདྲ་བྱུང་མཐོང་གི་རེད། འོ་འདི་ལྟར་ནད་མང་པོ་མཐོང་གི་འདུག་ལ་ན་ད་ང་ང་རང་ཡང་རིག་ལམ་དྭངས་ཤོས་དེ་ཡང་ཕ་དེ་མ་སུ་རི་ལ་བྱིས་པའི་སྐབས་སུ་ཡང་ཨ་ནི་ད་ང་རང་ཚོ་ཡང་ལེན་ཤེས་ཀྱི་ཡོད་ནས་ད་གཞས་ནས་ཁོ་རང་རྔམ་ཙག་ཁོ་རང་ཡང་དེ་ད་དེ་ནས་ང་རང་ལ་ནི་ཡང་ད་གཟུགས་པོ་ང་ཚོ་དར་སའི་གཞས་དང་འོན་འགྲོ་བ་བྱུང་གི་འདུག་ད་རང་ཨ་ལེན་རྒྱབ་དེ་ཡོད་སུ་ལེན་ཤེས་ཀྱི་ཡོད་ནས་ད་ལེན་ནོར་ཤོར་གྱི་དང། ངོ་འབྲི་བར་བྱུང་ཟེར་ར་ཨ་ད་ལྟ་ཡིན་པ་ན་ད་ལ་ནས་ར་སོ་སོ་ད་ག་ཚོད་སོ་སོ་ཤེས་ཀྱི་ཡོད་ཚང་མ་ལ་ཐུག་ད་ལ་ན་ད་ངམ་ཙམ་མེད་ཨ་ད་ཨ་འདི་ནས་སོ་སོ་ཡིན་པ་ཧ་གོ་ན་ལ་འདི་ར་ད་འདི་ནས་ང་ཡག་པོ་བྱས་འདི་ལག་འོ་ཨེ་འགྲོ་བ་ས་མ་མ་ཞིག་ཡ་ལག་པ་དར་སིག་ག་ད་དེ་འགྲོ་བ་ད་བྱུང་མ་སོང་འདི་ང་ང་ར་ད་དེང་ཚོད་ད་དེ་ཚོད་སྐོར་ལ་ཡག་ག་འགྲོ་འགྲོ་སོང་གི་དང། དེ་ནས་མ་འོངས་པར་གོ་སྐབས་ཡོད་ན་མཉམ་ཞུགས་བྱེད་འདོད་པ་ཡོད། ཨ་འོ་འདི་ད་ཡོད། ཨ་ནི།
འཛིན་གྲྭ་ལྔ་བ་དྲུག་པ་བཞི་བ་དེ་འདྲའི་མ་འོངས་པར་སྤུན་མང་པོ་ཡོད་ར་དེ་ཚོ་ལ་དམིགས་བསལ་ལོས་ཡག་འགྲོ་ཡོད། ད་ངེད་ཡིས་ཁོང་ཚོ་ལ་ཧ་ལས་ལ་ན་ཡ། ཁྱེད་རང་ཚོ་རིགས་ལམ་སྦྱང་བའི་སྐབས་སུ་དྭང་ཤོས་རིགས་ལམ་འདི་ཡ། ད་བོད་པ་སོ་སོ་གི་རིག་གཞུང་རེད་ང་རང་ཚོ་ཆུད་དུ་བྱ་ང་གལ་ཆེན་པོ་མ་རེད་ཨེ་འདྲ་བསམ་ན་ཡོད་མར་བསམ་གི་འདུག་ར། ལ་ན་ད་འདི་འདི་ཡ་རིག་གཞུང་གི་དོན་དག་གཅིག་པུ་བྱ་ང་དེ་གལ་ཆེན་པོ་མ་རེད་བསམ་གི་འདུག་འདི་འདི་སུ་སུ་ལ་ཕེ་ཀེ་འགྲོ་ཡ་དང་ཨེ་འགྲོ་བོ་ཆི་ནས་ཡ་བྱ་ང་དེ་གལ་ཆེན་པོ་རེད་བསམ་གི་འདུག་ར། ཨ་ནི་ད་རིགས་ལམ་འདི་ཡ་སྦྱང་བའི་སྐབས་སུ་ཡ།

ཨ་ནི་དམིགས་བསལ་གྱི་ད་རིག་ལམ་ལ་དེ། ཨ་ནི་སོ་སོ་རང་ངོས་ནས་འདོད་པ་ཡོད་ནི་དེ་ཆེ་བོ་རེད་མ་གཏོགས་ཨ་ནི་དགེ་ལགས་ཀྱིས་ལ་སོང་ཨ་ནི་ང་ར་ཇང་ཡིན་ལ་དེ་འདྲས་བྱས་ནས་བྱས་ན་ཁྱེད་རང། ད་རིག་ལམ་ལ་དེ་ཁྱོད་རང་གི་ཏག་ཏག་ཅིག་ད་དེ་ཤེས་ཀྱི་མ་རེད་ལན། ཨ་ནི་ད་སོ་སོ་ད་སོ་སོ་ངོས་ནས་ཨ་ནི་རང་མོས་ཐོག་ནས་དེ་བྱས་ན་ཨ་ནི་སློབ་ཚན་ག་རེ་ཡིན་ནའི་མ་ང་ཤེས་ངའི་ད་ཤིང་ཐུབ་པས་ད་དེ་འདྲས་ཕན་ཐོགས་ཡོད་སེམས།
འཛིན་གྲྭ་འོག་མ་ཚོ་ལ་མི་སེར་ལབ་ཡོད། ཤེས་ར་ཤེས་ར་ལབ་ཡོད་ལ། ཨཱ་ནི་རིགས་ལམ་སྦྱངས་ན་ང་ཚོ་ལ་ཕན་བཏགས་ཐོ་ཡ་ཡིན་པ་ར། ཕན་ཕན་མ་གཏོགས་གནོད་ཐོ་དེ་འདྲ་གི་མ་ར། ཨཱ་ནི་རིགས་ལམ་སྦྱངས་ན་ང་ཚོ་མར་གོང་ས་མཆོག་གི་བཀའ་མི་སྒྲུབ་དགོས་རེད། ཨཱ་ནི་རིགས་ལམ་རིགས་ལམ་དེ་ང་ཚོ་ཡིན་གྱི་མིན་གྱི་སྦྱངས་དགོས་རེད།
ལྷ་སོ།
ད་རང་ཚོ་ད་རིགས་ལམ་ནང་ལོ་ད་བརྗོད་གཞི་མང་པོ་ཡོད་ར་བརྗོད་གཞི་དེ་གས་ཀྱང་རང་ཚོ་ད་མཚན་ཉིད་ད་དེ་གས་མང་པོ་ཡོད་ར་ཚང་མ་དོན་དག་ཡག་པོ་འགོ་ཚུལ་ཡ་ད་ཨན་དེ་གས་དོན་དག་དེ་གས་ཡག་པོ་འགོ་ཚུལ་བྱེད་ནས་ཡ་ད་སུ་སུ་རིགས་པ་ད་དེ་གས་བེད་སྤྱོད་བཏང་ནས་ཡ་རང་ཚོ་ད་རིགས་པ་དེ་ད་རིགས་ལམ་ཚུལ་དེ་བསམ་པ་རང་ཚོ་དེ་རིགས་ལམ་གཅིག་པོ་ཕན་ཐོག་མ་ཚོ་ཨ་ད་རང་ཚོ་སློབ་ཚན་ད་སློབ་ཚན་ག་ག་ས་ཕན་ཐོག་རེད་ལ་ཨོ་ཞེ་ན་རང་ཚོ་རིགས་ལམ་དེ་ད་སུ་སུ་ད་བརྗོད་གཞི་གཅིག་གས་ཞིག་ད

ད་རེ་རིག་པ་ལམ་ལ་ད་ཚིག་ངག་བསྟོད་བྱ་མང་པོ་ར། ངག་བསྟོད་གཅིག་པུ་བརྗོད་ནས་མ་སྡོད་ཡ་བྱས་ད་སོ་སོ་རིག་པ་ཡ་བཏང་ཐོ་ཡ་རོ་ཡིན་ན་ད། ད་ཡག་པོ་འདུག་ར་དེ་རིག་ལམ་སྦྱང་དུས་སྐོར་ལ་ཡ་ནི་ཤི་ན་ནི་ཡ་སོ་སོ་སར་མུ་བཏང་བཏང་ད་རིག་པ་བཏང་ད་དེ་ཕན་ཐོག་ཡོང་གི་ར་དེ་ལ། འོ་ཤི་ནས་ཡ་ནི་ད་ང་རང་ཆུང་བ་ར་ད་ང་རང་ར་རིག་པ་བཏང་དུས་སྐོར་ལ་རིག་ལམ་སྦྱང་དུས་སྐོར་ལ་རིག་པ་བཏང་ཐོ་ཡ་ཤི་ན་ཡང།

ལགས་སོ། དེ་ནི་ང་ཚོ་བཅར་འདྲི་གི་ལེ་ཚན་འདི་ག་མཇུག་བསྒྲིལ་ཡ་ཡིན། ཨ་ནི་སློབ་ཕྲུག་ཚང་མ་ལ་ང་ཚོ་བཅར་འདྲི་འདི་ཕེལ་བ་ལ་ཐུགས་རྗེ་ཆེ་ཞུ་ཡ་དང། ཨ་ནི་ང་ཚོ་ཐེངས་རྗེས་མའི་བཅར་འདྲི་ནང་ཡང་བཅར་མཇལ་ཡོང་བཀའ་དྲིན་ཆེ།